ཨོ། བཀྲ་ཤིས་བདེ་ལེགས་རྣམ་པ་ཚོ་དེ་རིང་ནས་ད་ཉེ་བའི་ཆ་ལ་ང་རང་ཚོ་གཞུང་བསྟེན་གྲབས་ལས་གཙོ་བོ་ནས་ནས་ཅུང་ཆེ་ཅུང་ཆེན་པོ་གི་བཀའ་ལུང་དང་འབྲེལ་བའི་ཐོག་ནས་ཡང་བསྐྱར་བསམ་ཚད་ཅིག་ཐུང་ཐུང་ཅིག་ཞུ་དགོས་ཁེལ་སོང། ག་རེ་ཡིན་ལབ་པ་ཡིན་ན་ད་ང་རང་ཚོ། ཆོས་སྐྱོང་ཆེན་པོའི་བཀའ་ལུང་དང་འབྲེལ་བའི་ཐོག་ནས་བསྟན། རིགས་གཅིག་གི་ཐོག་ནས་ནི། ད་ཆོས་སྐྱོང་ཆེན་པོའི་བཀའ་ལུང་ཞི་དང་ཆོས་སྐྱོང་ཆེན་པོའི་བཀའ་ལུང་ཤོད་ཡ་དང། ཆོས་སྐྱོང་ཆེན་པོའི་བཀའ་ལུང་འཕེལ་ཡ་དང་འདི་ཚོ་ཚང་མ་ལོ་གཅིག་ཧ་ལམ་གཅིག་གི་དམངས་གཙོ་གི་ལམ་སྲོལ་དང་འགལ་བ་ཡིན་པ་འདྲ་བོ་ཅིག་ནི་བཤད་བསྡད་ཀི་འདུག་བ། ཡིན་ན་ཡང་ད་དམངས་གཙོ་གི་ལམ་སྲོལ་དང་ག་འདྲ་ཞིག་འགལ་བསྡད་བོ་རེད་ཟེར་ནས་ཞུས་ཡོང་པ་ཡིན་ན་ནི་རྒྱུ་མཚན་ནི་ཁྱོད་ནི་གསུང་ཡ་མི་འདུག། ད་རྣམ་པ་ཚོས་ཁྱེད་འགར་བ། ད་ཡིན་ན་ཡང། ད་ལྟ་འདིའི་དུས་ཚོད་འདི་འདྲའི་ཅིག་གི་སྐབས་ལ། ཡང་ང་རང་ཚོའི་སྦིར་དེ་རང་སྣང་མེད་རང་བྱས་ནས་བཞག་པ་ཡིན་ན་ཡས་དེ་ཁོ། འཇོག་དགོས་དོན་འདྲ་བོ་ཅིག་གས་མཐོང་གི་མི་འདུག་ཕྱིར་འདང་དང་ལེན་རྒྱག་དགོས་ཡོན་འདྲ་བོ་ཅིག་ད་ཡོད་བ་མ་རེད་ལེན་མ་རྒྱག་པ་ཁོ་རང་ལེན་ཅིག་ཆགས་གི་ཡོད་བ་རེད་དེ་ཡིན་ན་ཡང། ང་རང་ཚོས་དཔེར་ན། རྒྱ་ནག་གཞུང་གི་འཁྱོག་བརྗོད་བྱས་ནས་ཡོང་པ་ཡིན་ན། ང་རང་ཚོའི་ཆེད་མངགས་དེ་སྔ་ང་ཚོའི་གཞུང་གི་ཐོག་ནས། རྒྱ་ནག་གཞུང་གི་ཐོག་ལ་ཡིན་པ་ཡིན་ན་ཡང། ཁོ་ཅིག། གནད་དོན་ཆེ་ཕྲ་ག་འདྲས་ཟིག་ཁོ་རང་ཚེ་ཨ་ནེ། ང་རང་ཚོའི། རྩ་དོན་དང་འབྲེལ་བ་ཡོད་པ ྋགོང་ས་སྐྱབས་མགོན་ཆེན་པོ་དང་འབྲེལ་བ་ཡོད་པའི་ཐོག་ལ་བོད་མི་རིགས་དང་འབྲེལ་བ་ཡོད་པ་ཅིག་གི་ཐོག་ལ་ཁོ་ཚེ་སྐྱག་རྫིན་བཤད་ཡོང་པ་ཡིན་ན། ད་སྐྱག་རྫིན་ཡིན་པ་ཅིག་ལོ་བཟོ་བོར་ནས་ཉིན་ཅིག་གི་ད་ཤིང་གི་ཡོད་རེད་དེ། ད་ཡིན་ན་ཡང་ཨ་ནེ་ང་རང་ཚོས་དེ་ལ་ལན་རྒྱག་གི་ཡོད་རེད་བ། དངུལ་དོན་ནང་བཞིན་བྱས་ནས། ཁོ་བཟང་ཕྱུག་གི་ཐོག་ནས་ལན་གཅིག་རྒྱབ་བཞག་པ་ཡིན་ན་སྐྱོན་གཟིགས་ད་གི་མི་འདུག་ཨ། ད་ཡིན་ནའི་དམངས་གཙོ་དང་མཐུན་གི་མ་རེད་ཟེར་ཡ་དེ་ལ། སྤྱིར་བཏང་ད་མཐུན་གི་མ་རེད་ཟེར་བ་ཙམ་ཟིག་མ་གཏོགས་པས། དམངས་གཙོ་དང་མཐུན་གི་མི་འདུག་ཟེར་བ་ཙམ་ཟིག་མ་གཏོགས་པས། མི་མཐུན་པའི་རྒྱུ་མཚན་ནི་ད་བཤད་ཡ་འདྲ་བོ་ཟིག་ཁྱོན་ནས་མི་འདུག། ད་བཅུ་དུས་ནས་ང་རང་ཚོ་ད་བོད་མི་རིགས་ཟེར་ན་ཡང་འདྲ། ཨ་ནི་ད་འདི་ང་ཚོ་བོད། ཁྲིམས་ཐེངས་ཀྱི་ད་གཞུང་གཞུང་ས་དགའ་ལྡན་ཕོབ་ཀྲོང་བ་ཆེན་པོའི་ཕབ་རྒྱན་ནས་དབུས་བོད་མིའི་སྒྲིག་འཛུགས་ནས་ད་ལྟེ་བར་ཞི་བའི་སེ་གོར་བ་ང་རང་ཚོ་བོད་རྒྱལ་ཁབ་ཡིན་ན་འདྲ་ང་རང་ཚོ་བོད་མི་རིགས་དེ་གཅིག་ཉེ་བའི་ཆ་གཅིག་དང་ལྷག་པར་དུ་ད་ཅིག་འདས་པའི་ལོ་ཉིས་བརྒྱ་སུམ་བརྒྱ་ཅིག་གི་ནང་ལོགས་ལ་ཆུང་བྱ་བ་ཅིག་རྩ་བ་ཉིད་ནས་ད་མ་རེད་བ། དེ་འདྲ་བྱེད་དུས་ནས་ད་ངོ་ནས་བྱས་ན་ད་མཁྱེན་དགོས་ཡ་ཆུ་ཡོད་རེད་བ། བོད་ཀྱི་རྩ་དོན་དང་འབྲེལ་བ་ཡོད་པའི་སྐད་ཆ་ཚིག་གཅིག་བཤད་པའི་སྐབས་ལ་ཡིན་པ་ཡིན་ན་ཡང་བསམ་བློ་ཡག་པོ་ཅིག་བཏང་ནས་ཞུས་དགོས་ཡ་ད་དཔེ་གལ་ཆེན་པོ་རེད་བ། འོ་དེ་བྱེད་དུས་ད་ནས་གང་འབྱུང་མི་འབྱུང་ཅིག་སོ་སོ་གི་རྣམ་རྟོག་གི་ནང་ལ་དྲན་པ་ཅིག་མ་རེད་ལམ་སང་བཤད་བཞག་ཡ་ཙམ་ཅིག་བྱས་པ་ཡིན་ན་ཀོ་ཏག་ཏག་ཅིག་རྩ་བ་ཉིད་ནས་བསྡད་ཀྱི་ཡོད་མ་རེད་བ། འོ་དེ་བྱེད་དུས་ནས། ད་ང་རང་ཚོ་ནི་ཅུང་ཕྱི་སྐྱོང་ཆེན་པོ་བསྟན་སྲིད་ལུགས་གཉིས་ཀྱི་ཐད་ལ་སྤྱན་འདྲེན་ཞུས་ནས་བཀའ་སློང་ཞུ་ཡ་དེ་བོད་ཀྱི་གར་སི་གུ་རི་གོ། ང་རང་ཚོའི་དམངས་གཙོ་དང་མཐུན་པ་ཡིན་པས་ད་རྒྱུ་མཚན་འདྲ་བོ་དེ་ད་ངས་ད་ལྟ་འདི་མྱང་འདས་འདྲ་བོ་ཅིག་གི་ཐོག་ནས་ཞུས་པ་ཡིན་ན་ད་ཧ་ལམ་རྒྱུ་མཚན་ད་ཆེན་པོ་གསུམ་ཅིག་གི་ཐོག་ནས་ཞུས་ན་འགྲིག་གི་རེད་བསམ་བསམ་འདྲ་བོ་ཅིག་དྲན་གི་འདུག་ད་དང་པོ་དེ་ག་རེ་རེད་ལབ་པ་ཡིན་ན་ད་གཙོ་ཆེ་ཤོས་དེ་རེད་གཙོ་ཆེ་ཤོས་དེ་ག་རེ་རེད་ལབ་པ་ཡིན་ན་རྒྱུ་མཚན་དང་པོ་དེ་བོད་མི་རིགས་ཀྱི་ནས་མངོན་འདོད་ཟེར་ན་ཡང་འདྲ་བོད་རྒྱལ་ཁབ་ཀྱི་ནས་རྩ་བའི་ད་དགོས་མཁོ་དང་མཐུན་པ་ཅིག་རེད། ཨ་ནི་བོད་མི་མང་གི་བོད་མི་རིགས་ཀྱི་མངོན་འདོད་དེ་ཨ་ནི་ད་ང་རང་ཚོའི། གར་སེ་གོར་མི་རིགས་འདི་ང་རང་ཚོའི་དམངས་གཙོ་གི་ད་ཨ་ནི་མཐའ་མའི་ཐག་གཅོད། མཐའ་མའི་དབང་ཚིག་གི་འབབ་ས་དེ་ཨ་ནི་བོད་མི་མང་ལ་བབས་ཡོང་གི་ཡོད་རེད། དེ་འདྲ་ཡིན་པ་སོང་ཙང་ད་ང་རང་ཚོའི་བོད་མི་མང་གི་མངོན་འདོད་དང་མཐུན་པ་ཞིག་ཡིན་པ་དང་ལྷག་པར་དུ་རྩ་བའི། མི་རིགས་ཀྱི་མི་རིགས་ཡིན་སམ་ཡང་ན་རྒྱལ་ཁབ། ད་ཚིག་ག་རེ་བེད་སྤྱོད་བཏང་ན་ཁྱད་པར་ཡོད་མ་རེད་དེ་རྩ་བའི་རྦད་དེ་དགོས་མཁོ་དང་མཐུན་པ། རྩ་བའི་བླ་སྲོག་དང་མཐུན་པ་རྩ་བའི་རིག་གཞུང་དང་མཐུན་པ་བླ་སྲོག་བླ་སྲོག་ཏུ་གྱུར་བའི་རིག་གཞུང་དང་མཐུན་པ་ཅིག་ཡིན་པ་ཅིག་ཡིན་པ་དེ་ལྟ་གསལ་བོ་གསལ་རྐྱང་འདྲ་བོ་ཅིག་རེད་པ། དེ་ཙམ་དུ་མ་བཟོད་པའི་དེ་ལ་རྦད་དེ་རང་ཕྱོང་རབ་ཀྱི་ཐོག་ནས། ཨ་ནི་ཁུངས་བཙན་པོ་ཡོད་པ། ཨ་ནི་ནི་ཅུང་ཆེ་ཆུང་ཆེན་པོ་འདྲ་བོ་ཅིག་ཡིན་པ་ཡིན་ན། ཨ་ནི་ཅིག་བླ་མ་ཞེ་དྲག་པ་ཅིག་དང་དགོན་པ་ཞེ་དྲག་པ་ཅིག་ཡང་ན་གནས་ཞེ་དྲག་པ་ཅིག་གི་སྲུང་མ་ལྟ་བུ་ཅིག་མ་ཡིན་པ། ཡང་ན་ཅིག་ཆེ་ཤོག་རྐྱང་པ་ཅིག་གི་སྲུང་མ་ཡང་མ་ཡིན་པ། ད་ང་རང་ཚོའི་ཐོག་ནས་དྲང་པོ་བྱས་ནས་གསལ་པོ་བྱས་ནས་བལྟ་བ་ཡིན་ན། ཨ་ནི་ནི་ཅུང་ཆེ་སྐྱོང་ཆེན་པོ་དེ་ཨ་ནི་བོད་ཀྱི་ད་ཨ་ནི་སངས་རྒྱས་ཀྱི་བསྟན་པ་དང་ལྷག་པར་དུ་ང་རང་ཚོ་ད་ཆབ་སྲིད་ཀྱི་སྲུང་མ་ཆེན་པོ་གཅིག་ད་བོད་མི་རིགས་ཀྱི་ཆབ་སྲིད་ཀྱི་སྲུང་མ་གཅིག་ཡིན་པ་དེ་ད་གསལ་པོ་གསལ་རྐྱང་ར་བོ་གཅིག་ད་ཆགས་བསྡད་ཡོད་རེད། ཨ་ནི་དེ་ཆབ་སྲིད་ཀྱི་སྲུང་མ་ཡིན་པ་དེ། ཁོང་ལོངས་རྒྱུ་མཚན་མེད་པའི་ཐོག་ནས་མི་ཁ་ཤས་ཤིག་གིས་ཁོང་གི་ཕྱི་རྒྱལ་ལ་བརྟེན་ནས་ཨ་ནེ་ཅིག་མི་དཀྱུས་མ་དང་ཨ་ནེ་ཅི་སོགས་ནང་གི་ཤེས་ཡོན་པ་དང་ཅིག་དུ་གཟུགས་ཡ་ར་ཅིག་བསྟོད་པའི་རྣམ་པའི་ཐོག་ནས་ཡ་ར་ཅིག་དཔྱད་བཞག་པ་ཙམ་ཡ་ཁེ་མ་རེད་ཨ་ནེ་ཁོ་རང་རྒྱལ་ཁབ་ཀྱི་ངོས་ནས་དྲངས་ནས། རྩ་བའི་མཛད་གཙོ་གི་ཐོག་ནས་མཛད་གཙོ་རྣམ་པའི་ཐོག་ནས། ཕར་དཀར་སི་ཝེར་གོ་གཏན་འཁེལ་བྱས་བཞག་པའི་གཞུང་སྟེང་གི་སྲུང་མ་ཅིག་ཆགས་ཡོད་པ་རེད་ལ། ལྷག་པར་དུ། མི་རིགས་ཀྱི་བསྟན་སྲིད་ལུགས་གཉིས་ཀྱི་ཐོག་ལ། སྲུང་མ་ཡིན་པ་ནང་བཞིན་ཨནི་དེ་སྲུང་སྐྱོབ་བྱེད་མཁན་ཡིན་པ་ནང་བཞིན་གྱི་ནུས་པ་དང་ཨནི་ཀར་སི་གོར་གཤིས་རྒྱན་འདྲ་བོ་ཅིག་ཡིན་པ་ཡིན་ན་ད་ཧང་སངས་ཅིག་ད་རླབས་ཆེན་པོ་ཅིག་ད་བཞག་ཡོད་རེད་བ་ད་མང་པོ་བཤད་མ་དགོས་པའི་ཐོག་ནས་ཨནི་སྤྱན་རས་གཟིགས་ཀྱི་ད་རྣམ་པར་སྤྲས་པ ྋགོང་ས་རྒྱལ་བ་རིན་པོ་ཆེ་སྐུ་འཕྲང་རིམ་བྱོན་དེ་བོད་མི་མང་གི་མགོན་དཔུང་བསྟན་པ་ལ་ཨནི་འཁྲི་བའི་དྲི་མ་དང་བྲལ་བའི་ཐོག་ནས་ང་ནི་རིམ་པ་ཅན་ནས་གནས་ཕེབས་ཐུབ་ཡག་གི། ག་རེ་སི་གོ་རེ་གོ་མཛད་པ་འཕྲིན་ལས་འདི་གཅིག་པོ་ཐོག་ལ་ཡིན་པ་ཡིན་ན་ཡང་ད་གནས་ཆུང་ཆེ་ཆུང་ཆེན་པོ་གི་གནས་ཀྱང་མིའི་ལ་མ་སོང་ན་ཕྱི་རྒྱལ་འདྲ་བོ་དེ་ག་ཚོད་ཅིག་བཞག་ཡོད་མེད་དེ་ང་རང་ཚོའི་དེ་ཤིང་གི་ར་བ་འོ་དེ་བྱེད་དུས་དོན་ཚན་དང་པོ་དེ་ང་རང་ཚོའི་ད་མི་རིགས་དང་བོད་མི་མང་གི་མངོན་འདོད་དང་རྒྱལ་ཁབ་ཀྱི་རྩ་བའི་དགོས་མཁོ་དང་མཐུན་པ། དོན་དག་དོན་ཚན་གཅིག་དེ་རེད་བསམ་གི་འདུག། དོན་ཚན་གཉིས་པ་སྟེ། ཨ་ནེ། ད་ང་རང་ཚོ་བཙན་ཤུལ་ལ་འབྱོར་ཚར་བའི་རྗེས་ལ། ཨ་ནེ། ད་རྒྱ་བ་ཀོང་གྲོང་ཆུ་བཞི་བ་ཆེན་པོ་འདིའི་སྐབས་ལ། ད་ཁོ། ཡི་དེའི་གནས་བབ་དང་མཐུན་པའི་ཐོག་ནས། ཨ་ནེ། ང་རང་ཚོའི་དམངས་གཙོའི་ལམ་དུ། ཨ་ནེ། གར་སོ་བར་གོ་བཙན་ཐབས་ཀྱིས་ཨ་ནེ། བསྐོ་པ་ཙམ་དུ་མ་ཟད་པའི་ཨ་ནེ། མི་མང་གི་མངོན་འདོད་དང་ཨ་ནེ། མི་རིགས་ཀྱི་ད། རྩ་བའི་དགོས་མཁོ་གཙོ་བོར་གྱུར་བ་ནི་ཏང་དེ་གའི་མང་ཚོགས་ཀྱི་འཛམ་བུ་གླིང་གི་ནང་དུ་བསྟར་ཁྱབ་ཤིན་ཏུ་ཆེ་བས་མང་ཚོགས་ཀྱི་དང་ལག་ཆ་དེ་ཚོ་ཚང་མ་བློ་ལངས་པའི་ཐོག་ནས་ད་དཔེར་ན། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་གིས་ཕྱི་ཟླ་བཅུ་བའི་ཚེས་བཅུ་ལ། ནས་ང་རང་ཚོའི་དམངས་གཙོ་གི་རགས་ཟིན་དམངས་གཙོ་གི་རྩ་ཁྲིམས་ཀྱི་རགས་ཟིན་དེ་མཐའ་མ་དང་པོ་མི་མང་རང་ལ་འགྲེམས་སྤེལ་བྱས་པ་དེ་དོན་ཚན་དང་པོ་ཁོ་རང་དཔེར་ན་ཆགས་བཞག་པ་ཡིན་ན་དཔེར་ན་དེ་ལ་ཀ་ཁ་ག་ང་བྱས་ནས་ད་རྩ་བའི་རགས་ཟིན་དང་པོ་གཅིག་ཡོད་རེད་དེའི་རགས་ཟིན་དང་པོ་གི་དེ་ལ་ང་རང་ཚོའི་བོད་ཀྱི་རྩ་ཁྲིམས་ཀྱི་སྙང་དོན་དེ་ནས་ང་ཚོའི་སངས་རྒྱས་པའི་ཆེད་ཀྱི་ལྟ་གྲུབ་དང་བསླབ་བྱ་གཞིར་བཞག་ནས་དེ་རང་སང་ཉིན་ག་དམངས་གཙོ་གི་འགྲོ་སྟངས་ལ་སོགས་པ་ཟུང་འབྲེལ་གི་ཐོག་ནས་བཟོ་གི་ཡིན་ཟེར་ནས་དང་པོ་གི་རགས་ཟིན་མི་མང་ལ་བསམ་ཚེ་འདི་ཡག་གི་ཐོག་ལ་འཐག་རང་བཀོད་འདུག་བ། དེ་ནས་ང་རང་རིམ་པས་ཕྱི་ནས་ཡོང་ནས་དྲུག་ཅུ་རེ་གསུམ་གི་ལོ་ལ་རྩ་ཁྲིམས་བགྱིས་པ་འགྲེམས་སྤེལ་བྱས། ནས་དེ་ནས་དྲུག་ཅུ་རེ་བདུན་གི་ལོ་ལ་བར་སྐབས་ཀྱི་ཚིགས་བཅད་དང་བྱིས་བ་ཡོད་པའི་ང་ཚོ་རྩ་ཁྲིམས་བགྱིས་པ་ནས་འགྲེམས་སྤེལ་བྱས་བཞག་པ། ནས་དེའི། བཏང་ནས་ཨ་ནི་ད་བཙན་བྱོལ་གྱི་ནང་ལོགས་ལ་ང་རང་ཚོས་ལག་ལེན་བསྟར་ཐུབ་ཡ་དེ་ཚོ་ག་འདྲ་ཡོད་གི་ཚོད་ལྟ་བྱེད་གི་བྱེད་གི་བྱེད་གི་བྱས་ནས་ཆིག་སྟོང་དགུ་བརྒྱ་བརྒྱ་ཆའི་གྱ་དགུ་བར་དུ་གོང་ས་སྐྱབས་མགོན་ཆེན་པོས་ང་རང་ཚོ་འདྲ་གྱི་ན་གར་སི་བོར་འོག་ཨ་ནི་ཡིད་བསྐྱུར་ཡོན་བསྐྱུར་བྱས་ནས་ཁྲིམས་མཐུན་གྱི་ཐོག་ལ་ཨ་ནི་སྤུ་བོ་དུ་སྦས་ཏེ་ཤི་བ་མར་སྦྱིན་བརླག་པའི་ཁྲིད་པ་ནང་བཞིན་བྱས་ནས་སླེ་ཨ་ནི་བརྒྱ་ཆའི་གྱ་དགུ་གི་ལོགས་ལ་ཨ་ནི་གོང་ས་སྐྱབས་མགོན་ཆེན་པོས་ཡང་བསྐྱར་བཀའ་གནང་ནས་ད་བཙན་བྱོལ་གྱི་ནང་ལ། གནས་བརྟན་པོས་གནས་སྐབས་ལག་ལེན་བསྟར་ཡག་གི་བཅའ་ཁྲིམས་གཅིག་དང། དམངས་གཙོ་གི་འཛམ་བུ་གླིང་གི་ནང་ལྟར་ཁྱབ་ཆེ་བའི་དམངས་གཙོ་གི་ལམ་ལུགས་དེ་ཚོ་གཞི་ལ་བཞག་ནས་བོད་ཀྱི་མ་འོངས་པའི་གནས་སྟངས་དེ་རང་བཙན་དང་རང་སྐྱོང་ག་འདྲས་སུ་ཐོབ་ཀྱི་ཡོད་མེད་ལ་མ་བལྟས་པའི་ཐོག་ནས། གནམ་འོག་བདེ་ལ་ཡོད་པའི་དམངས་གཙོ་ཟེར་ནས་ཚང་མས་ཅིག་ཞུ་ཞིག་ཡག་པོ་རེད་ཟེར་ནས་ལབ་བསྡད་ཡ་དེའི་འོག་ནས་ལམ་ལུགས་མ་འདྲ་བ་མ་འདྲ་བ་ཡོད་པ། དེ་གཟུགས་ཀྱི་ནང་ནས་ལག་ཆ་བླངས་ནས་བོད་ཀྱི་གནས་སྟངས་དང་འཚམས་པའི་རྩ་ཁྲིམས་མང་པོ་ཞིག་དང་ང་ཚོ་སེམས་ཁྲལ་བཀོད་ཡོད་པ་རེད་བ། དེ་ནང་ལོགས་ལ་སྲིད་འཛིན་ལམ་ལུགས་ཅན་གྱི་རྩ་ཁྲིམས་ཡོད་བ་རེད་གྲོས་ཚོགས་ལམ་ལུགས་ཅན་གྱི་རྩ་ཁྲིམས་ཡོད་བ་རེད། འོ་དེ་དེ་ནང་བཞིན་གྱི་སི་ཏྲ་སི་བོད་ཀྱི་གསུང་བཤད་འདྲ་བོ་ཅིག་ཡིན་པ་ཡིན་ན་དེའི་སྒང་ནས་དོན་དག་ཅིག་རྒྱ་གི་མཉམ་དུ་ང་ཚོ་རྒྱ་མི་གི་མཉམ་དུ་རྒྱ་ནག་གཞུང་གི་མཉམ་དུ་ག་མེད་བྱུང་ནས་དོན་དག་ཅིག་བྱུང་པ་ཡིན་ན་དེ་ཡང་ཨ་ནེ་ང་ཚོའི་ངོ་འདོད་དེ་ཁྲིམས་ཀྱི་ཁོ་རང་ལ་དེ་གསལ་བསྒྲགས་སི་ཏྲ་ས་བབ་ཀྱི་སི་གསལ་བསྒྲགས་གཅིག་པུ་ཙམ་མ་ཡིན་པ་དེ་ཁྲིམས་ཀྱི་སྒང་ལ་ཁྲིམས་དོན་གྱི་སྒང་ལ་མ་ར་བབས་བཞག་ན་སྒྲོམ་གཞི་ག་འདྲའི་ཡིན་མིན་དེ་བཟོས་ནས་དེ་མིན་ལ་བོད་ཀྱི་གཞི་རྩའི་ཁྲིམས་ཡིག་ཟེར་ནས་བཞུགས་ཡོད་བར་བ་དེ་འདྲ་བྱས་ནས་སྐབས་དེ་དུས་ནས་བཟུང་སྟེ་མ་ར་ནས་འཆར་གཞི་བཀོད་བཞག་པ་དེ་ཚོ་གི་ཐོག་ལས་ཡིན་པ་ཚང་མ་བློ་ནས་མ་ར་ང་ཚོའི་ཁྲིམས་དོན་དེ་ཚོ་གི་གནས་ཚད་ཡིན་པ་ཡིན་ན་བཅའ་ཁྲིམས་གཏན་འབེབས་བྱས་པ་དང་དེ་ཚོ་གི་གནས་ཚད་ཀྱི་ཚང་མ་སྒང་ལ་བལྟ་བ་ཡིན་ན་རྩ་བའི་ང་ཚོ་མི་རིགས་ཀྱི་བླ་སྲོག་ཏུ་གྱུར་བའི་ཨ་ནེ། ནང་པ་སངས་རྒྱས་པའི་ལྟ་གྲུབ་དང་ནང་པ་སངས་རྒྱས་པའི་ཆེད་ཀྱི་ལྟ་གྲུབ་དང་བསླབ་བྱ་གྱི་གཙོ་རུ་གྱུར་བ། དེའི་སྒང་ལ་མང་གཙོ་གྱི་བསླབ་བྱའང་དེ་ཚོ་སྤྱད་ནས་ཨ་ནེ་ང་ཚོ་མང་གཙོ་གྱི་སྒྲོམ་གཞི་དེ་འོ་དེ་འདྲས་བྱས་ནས་ཨ་ནེ་ང་ཚོ་དེ་བས། ཐུན་མོང་མ་ཡིན་པ་ཅིག་ད་ཨ་ནེ།

བཙན་ཤུལ་གྱི་སྤྱི་ཚོགས་ཁོ་ནང་ལོགས་ལ་བོད་ནང་དང་བྱི་བ་ལ་ཐབས་ཤེས་ཡོད་ཀྱི་རྩེ་གྲིག་གི་ཐོག་ནས་རག་བསྲིངས་ཏེ་སྔ་ཕྱིར་མི་མང་གི་ནང་ལོགས་ལ་ཧ་ཅང་གི་ཚིག་མཐོ་པོའི་ཐོག་ནས་གར་སི་གོ་རི་གོ་བསམ་ཚིག་བསྡུ་ལེན་བྱེད་རྒྱུ་དེའི་ཐོག་ལོགས་ན་གནས་བབ་ལ་ཅིག་བལྟ་བ་ཡིན་ན་མི་མང་གི་སྔོན་འདོན་ཆ་ཚང་ཅིག་འདིས་བཞག་པ་ཅིག་ཡིན་པ་དེ་ད་གསལ་པོ་གསལ་རྐྱང་རེད་བ་ཅིག་རེད་བ་དེ་བྱེད་དུས་ང་ཚོའི་སྒྲོམ་གཞི་ཁོ་རང་ལ་ཆེས་བཞིན་དུ་ཆབ་སྲིད་སྐྱོང་བ་དང་ལྷག་པར་དུ་བཅའ་ཁྲིམས་ཀྱི་དོན་ཚན་གྱི་ནང་ལ་གསལ་པོ། དེ་བཏང་ནས་སྐབས་ག་འདྲ་ཅིག་ཡིན་པ་ཡིན་ན་ཡང། ཨ་ནེ་ཚེ་མེད་ཤི་བ་ཉག་ཅིག་གི་ལམ་ནས་འགྲོ་བ་ཡིན་མ་གཏོགས་དམག་འཐབ་དང་དེ་ཚོ་གཏན་དུ་སྤང་བ་ལ་སོགས་པ་དེ་འདྲའི་གི། རྩ་བ་འདྲ་བོ་དེ་ཨ་ནེ་ཆུང་ས་འདྲ་བོ་དེ་ང་རང་ཚོའི་ནམ་རྒྱན་བཤད་བསྡད་ཡག་གི་ང་རང་ཚོ་ད་བས་ནང་པ་སངས་རྒྱས་པའི་ལྟ་གྲུབ་དང་ཨ་ནེ་ང་ཚོ་ནང་པ་སངས་རྒྱས་པའི་དང་ཆོས་དང་འབྲེལ་བའི་རིག་གཞུང་དང་ལྟ་གྲུབ་དང་ད་སྤྱོད་པ་འཚེ་བ་མེད་པ་འདི་ཚོ་གི་ཐོག་ལ་ཨ་ནེ་བབ་ཀི་ཡོད་རེད་བ། ད་ང་རང་ཚོའི་རིག་གཞུང་འདིའི་ཐོག་ནས་ནི་བལྟས་ནས་ཡོང་དུས། ད་རྣམ་པ་ཚོ་ཅིག་ཅིག་ལྟ་ན་ཧ་གོ་དགོས་པ། ང་རང་ཚོའི་མི་ཙམ་དུ་མ་ཡིན་པའི་ནི་འགྲོ་བ་རིགས་དྲུག་གི་ལྷ་དང་མི་དང་ལྷ་མ་ཡིན་ལ་སྲས་ཡ་ལ་སོགས་པ་གི་སྤྱིར་བཏང་གི་འཇིག་རྟེན་གྱི་ཁམས་ལ་འགྲེལ་བཤད་རྒྱག་སྟངས་ཟེར་ན་ཡང་མི་འདུག་འཇིག་རྟེན་གྱི་རྩིས་སྐོར་དང། ཨ་ནི་མི་ཚེའི་སྐྱེད་ཤོག་ཉི་མ་རེ་རེ་གི་ནང་ལོགས་ལ། ཨ་ནི་ཚེ་འདི་དང་ཕྱི་མ་ལ་སོགས་པ་དེ་ལ་དཔག་པའི་ང་རང་ཚོའི་མི་རིགས་ཀྱི་འཐབ་རྩོད་བྱེད་སྟངས་ལ་སོགས་པ་ཐམས་ཅད་ཀྱི་རྩ་བ་གི་ནང་ལ་ཨ་ནི་ང་རང་ཚོ་སངས་རྒྱས་པའི་ཆེད་ཀྱི་མདོར་དེད་ན་ནང་པ་སངས་རྒྱས་པའི་ཆེད་དེ་ཨ་ནི་ང་རང་ཚོའི་འཐབ་རྩོད་ཀྱི་ད་སྙང་པོ་འདྲ་བོ་ཅིག་ཆགས་བསྡད་པར་གཟིགས་ནས་ད་དེ་སྔ་ཨ་ནི་མ་འོངས་པའི་རྩ་ཁྲིམས་ལམ་སྟོན་ལ་སོགས་པ་ལ་ཚིག་རིས་ཁོ་རང་ལ་ཧ་ཅང་གི་གསལ་བོ་ཡོད་བར་བ་དེ་ཚོ་ཚང་མ་ལོ་བསམ་བློ་བཏང་པ་ཡིན་ན་ཨ་ནི།

ལྷག་པར་དུ་ལྷ་མོ་སྲུང་འདྲེ་ཡིན་པ་དང་ལྷག་པར་དུ་ཕྱི་ཕྱོགས་གོང་མི་ནག་གི་ཐོག་ནས་ཕྱི་སྲིད་སྲུང་འདྲེ། ཆེ་བཞིན་དུ་ཆབ་སྲིད་སྐྱོང་བའི་ལམ་སྲོལ་དེ། ཨ་ནི་ང་རང་ཚུད་པའི་དེ་རང་རྩ་དོན་གྱི་ཐོག་ནས་བཤད་པ་ཡིན་ན་ཡང་བོད་མི་རིགས་ཀྱི་རྩ་དོན་གྱི་ཐོག་ནས་བཤད་པ་ཡིན་ན་ཡང། ང་རང་ཚོ་ནང་བ་ཚང་སྐྱེ་བའི་ཆེས་དར་བ་ཙམ་དུ་མ་བཟོད་པའི་སྤྱན་རས་གཟིགས་དང་བོད་མི་དམངས་གཉིས་ཀྱི་བར་དབུའི་འབྲེལ་བ་དེ། ང་རང་ཚོས་སྒྲུང་དེ་རང་དགར་བ་ཐོག་ནས་བཟོས་བཞག་པ་ཅིག་མ་རུང་བ། དེ་ལྟ་བུའི་སྒྲུང་དེ། དེ་ལྟ་བུའི་འཕགས་པ་སྤྱན་རས་གཟིགས་དང་བོད་མི་མང་གི་བར་གྱི་ཨ་ནེ་དམ་ཚིག་གི་འབྲེལ་བ་དེ། བློ་གི་བཟོ་བྱེད་ཙམ་རྟོག་བཟོ་ཙམ་ཟིག་མ་རུང་བ། དེའི་ཡིད་ཆེས་ཀྱི་ཐོག་ནས། དེའི་རྒྱུ་མཚན། རིག་པ་ལུང་ཚད་མ་རྒྱུ་མཚན་ཚད་མ་དེ་ཚོ་ལ་བརྟེན་ནས་ནི་ད་ལྟ་བར་དུ་སྤྱན་རས་གཟིགས་ཀྱི་སྤྲུལ་པའི་སྡེ་ཁུར་ཟམ་མ་ཆད་པའི་ཐོག་ནས་ནི་བོད་ཀྱི་ད་གར་སི་གོར་བོ་ཡི་དེའི་གནས་སྐབས་སོ་སོ་ལ་དཔགས་པའི་ང་རང་ཚོ་འཛིན་སྐྱོང་ཅིག་བྱེད་ཀྱི་ཡོད་རེད་བ། དེའི་འཆར་གཞི་གྱི་ནང་ལོགས་ལ་དེའི་འཆར་གཞི་གྱི་ནང་ལོགས་ལ་དཔེར་ན་ཕྱག་བཞག་པ་ཡིན་ན་ནི་ཅུང་ཆེ་ཆུང་ཆེན་པོ་འདྲ་བོ་ཅིག་ཡིན་པ་ཡིན་ན་ཁོ་རང

དཔེར་ན་ཆ་བཞག་ན་དེ་བྱས་དུས་སྤྱན་རས་གཟིགས་ཀྱི་ལས་དོན་གྱི་ཐོག་ལ་ནས་ཆོས་སྲུང་སྡེ་ཚན་ནས་བཟུང་སྟེ། ནས་དེ་ནས་བོད་སེལ་བའི་སྐབས་ལ་དེ་ནས་རིམ་པས་བྱས་ནས་རྒྱ་བོད་སྐུ་འཁྲུངས་རིམ་བྱོན་ལ་འབྲེལ་བ་ཆགས་ནས་གཅོང་སྟོན་འདྲ་བ་ལས་གཙོ་བོར་ཆགས་ལ་སོགས་པ་འདི་ཚོ་གི་ཐོག་ལ་ང་རང་ཚོས་བལྟ་ཡོང་པ་ཡིན་ན་ཡང། ནས་ང་ཚོས་དེ་འདྲ་རྩ་བའི་ནས་སྤྱི་སྟངས་ཅིག། ལྷ་དང་མི་གི་ནས་ལྷ་མི་ཟུང་འབྲེལ་གྱི་ཐོག་ནས་རྒྱལ་ཁབ་དང། མི་རིགས་དང། འདི་འདྲའི་གི་ལས་དོན་གྱི་ཐོག་ལ་ལས་དོན་ཨ་ལས་བྱེད་ཐུབ་ཡ་ཅིག་ཡོད་བ་རེད་ཡོད་བ་མ་རེད་ཟེར་བ་ཡིན་ན། ཨ་ནི་དང་པོ་ཁོ་ར་རྩ་བ་ཁོ་རང་ལ་ང་ཚོ་ལྷ་དང། མི་དང། འདི་གཟུགས་སེམས་མི། མི་གི་གཟུགས་ཅན་རགས་པ་མེད་ནང་བཞིན་གཟུགས་ཅན་རགས་པ་མ་ཡིན་པའི་སེམས་ཅན་གཞན་པ་གི་ཐོག་ལ་ང་རང་ཚོ་འགྲེལ་བཤད་རྒྱག་ཡ་གི་གཞུང་ལུགས་དེ་ང་རང་ཚོ་ཚད་ལྡན་ཅིག་ཡོད་བ་རེད་བ། དེ་བཟོ་བའི་ཐོག་ནས་ནི་ལྷག་པར་དུ་དེའི་ཐོག་ལ་ང་རང་ཚོ་གཞུང་ལུགས་ཚད་ལྡན་ཞིག་ཡོད་པ་མ་ཟད་ལྷ་མི་ཟུང་འབྲེལ་གྱི་ལས་དོན་ཡིན་པ་ཡིན་ནས་ཚད་ཕེར་ཨ་ནེ་མངོན་སུམ་གྱི་སྐྱེ་བོ་ང་རང་ཚོ་འདྲ་མོ་སྐྱེ་བོ་སོ་སོ་སྐྱེ་བོ་ཟེར་ན་ཡག་མི་འདུག་ང་ཚོ་འདྲ་མོ་དང་མི་དཀྱུས་མ་ཡོངས་གྲགས་ལ་ཨ་ནེ་མིག་མཐོང་ལག་ཟིན་ཆགས་ཡས་ཀྱི་གནས་སྟངས་མང་པོ་ཆུ་ཡོད་བ་ཅིག་ཡོད་ད་རྩ་བའི་ཆ་ནས་དེ་འདྲ་ཡོད་རེད་བ།

སྤྱན་རས་གཟིགས་དང། བོད་མི་མང་གཉིས་ཀྱི་དཔའ་རུ། འདྲེས་པར་བྱེད། བོད་མི་རིགས་ཀྱི་བླ་སྲོག་ཏུ་གྱུར་པའི་གཞུང། ནང་དོན་རིག་པའི་གཞུང་ལུགས་ཀྱི་ཐོག་ནས། མི་དང་ལྷ་དང་སོག་པ་ལ། ཚད་ཕུར་གྱི། འགྲེལ་བཤད་རྒྱག་ཡ་ཡོད། བློ་བཟོ་ཙམ་མ་ཡིན་པ། རྟོག་བཟོ་ཙམ་མ་ཡིན་པ། དེ་སྔ་ནུབ་ཕྱོགས་ཏུ་བ་ལ་འཆོངས་པའི་ཅིག་ལྷ་ཁང་རང་ལེགས་ཟེར་ཡ་འདྲ་བོ་དེ་འདྲའི་གི་སྐབས་ལ་ཡིན་པ་ཡིན་ན།

རྩ་བའི་ད་ལྟའི་ང་ཚོ་དབང་སྒྱུར་བྱེད་ཀྱི་ཡོད་པའི་ང་ཚོའི་རྩ་བའི་དམངས་གཙོ་གི་མཐའ་མའི་འབབ་ས་གི་བཅའ་ཁྲིམས་ཀྱི་དགོངས་དོན་དང་མཐུན་པ། བཅའ་ཁྲིམས་ཀྱི་དགོངས་དོན་དང་མཐུན་པ་ཙམ་དུ་མ་ཟད་པའི་བཅའ་ཁྲིམས་དེ་ཡར་བཞག་ན་མར་བཞག་ན་ག་འདྲ་སུ་འགྱུར་བ་བཏང་ན་མཐའ་མའི་དབང་ཚད་ཡོད་པའི་མི་མང་གི་མངོན་འདོད་དང་མཐུན་པ། གཙོ་ཆེ་ཤོས་གཅིག་དེ་རེད་དོ། འོ་དེ་འདྲ་ཡིན་ཙང་ཨ་ནེ། ང་ཚོ་ག་བ་ནས་བསམ་བློ་བཏང་པ་ཡིན་ན་བྱུང་རབས་ལོ་རྒྱུས་ཀྱི་གནས་སྟངས་དེ་ཤུད་དགོས་ཀྱི་མ་རེད་བ། དེ་ནས་ཨ་ནེ། མི་མང་གི་མངོན་འདོད་ཀྱི་ཐོག་ནས་བསམ་བློ་བཏང་པ་ཡིན་ན། ཧ་ཅང་གི་ད་ག་རེ་ཟེར་དགོས་རེད་བ། གསལ་བོ་རེད་བ་ཧ་ཅང་གི་གསལ་བོ་རེད།

ཨ་ནི་ཡོང་ཆོག་གི་ཡོད་པ་དེ་ད་གསལ་པོ་གསལ་ཀྱང་རེད་བ། དེ་ཡོང་ཆོག་ཡ་གི་ངས་ད་འདི་གོང་དུ་ཤེས་པ་ནང་བཞིན་ཨ་ནི་རྒྱུ་མཚན་ཚད་ལྡན་ང་རང་ཚོ་ད་བོད་མི་རིགས་ལ་ཐུན་མོང་མ་ཡིན་པའི་ཐོག་ནས་ཡོད་རེད་བ། འོ་དེ་འདྲའི་ཅིག་ཡོད་པའི་ཆ་ནས་ཨ་ནི་ང་རང་ཚོ་ཉིས་སྟོང་ཅིག་ཅིག་གི་རྗེས་ལ་ཡིན་པ་ཡིན་ན་ཡང་ཨ་ནི ྋགོང་ས ྋསྐྱབས་མགོན་ཆེན་པོ་དང། བོད་མི་དམངས་གཉིས་ཀྱི་བར་གྱི་གཙོ་བོ་དང་ཕག་པ་ཅན་རིགས་གཟིགས་འཛིན་སྐྱོང་བོད་མི་རིགས་དེ་སྐབས་དང་དུས་མཚམས་ལ་འཛིན་སྐྱོང་གནང་ཡ་དེ། ཅན་རིགས་གཟིགས་ཁང་དང་རྒྱལ་བ་རིན་པོ་ཆེ་དང་བོད་མི་དམངས་ཀྱི་བར་དབུ་གྱི་འབྲེལ་བ་དེ། ནི། བཅའ་ཁྲིམས་ཀྱི་ཁྲིམས་ཡིག་གི་བརྒྱུད་ལམ་གྱི་ཐོག་ན་ཡོད་དགོས་ཡ་དེ་ཧ་ཅང་གལ་ཆེན་པོ་ཞིག་མཐོང་ནས་ནི་ང་རང་ཚོའི། ཉིས་སྟོང་ཆིག་ཅིག་གི་རྗེས་ལ་གོང་ས་སྐྱབས་མགོན་ཆེན་པོའི་ཆབ་སྲིད་དང་འཛིན་སྐྱོང་གི་གོ་གང་མི་མང་ལ་གནང་ཚར་བའི་རྗེས་ལ་ཡང། ཨ་ནེ། ཡིན་གཅིག་མིན་གཅིག་དེའི་བརྒྱུད་ལམ་དེ་ཁྲིམས་ཀྱི་ཐོག་ནས་ཡ་གཅིག་སེལ་དགོས་ཡ་དེ་གལ་ཆེན་པོ་ཞུ་ཞིག་ཐོག་ནས་མི་མང་གི་སྐུ་ཚབ་མཚོན་པའི་ཚོགས་ཆེན་གྱི་ཐོག་ནས་ཙམ་དུ་མ་ཟོས་པའི་ལྷག་པར་དུ་བོད་ནང་ནས་ཡིན་པ་ཡིན་ན་སྐབས་དེ་དུས་བསམ་ཚུལ་མང་པོ་ཆེ་འབྱོར་བ་ལ་བརྟེན་ནས་ང་རང་ཚོས་བཅའ་ཁྲིམས་དོན་ཚན་དང་པོ་དེ།

བཅའ་ཁྲིམས་དང། ཨ་ནེ་ཡན་ལག་གི་སྒྲིག་གཞི་ཁང་གང་གི་ནང་ནས་བཀག་ཡོང་བ་མ་རེད། དེ་ནང་བཞིན་མ་འོངས་པའི་ང་ཚོའི། རྩ་ཁྲིམས་བཀོད་བྱ་རྒྱུ་གཏུ་གཟུགས་གི་ནང་ལོགས་ལ་གྲོས་ཚོགས་ད་རིམ་པ་གོང་འོག་ཟེར་ནས་བཀོད་ཡོད་དེ་ད་གྲོས་ཚོགས་གོང་འོག་གཉིས་ཀྱི་ནང་ལ་ཨ་ནེ་ཆེ་རྒྱུགས་ཀྱི་སྐུ་ཚབ་ཡོང་ཆོག་ཡ་གཅིག་བཟོས་བཞག་ཡོད་རེད། རྣམ་པ་ཚོས་གཟིགས་ན་རྩ་ཁྲིམས་བསྡུ་ཚུགས་ནང་ལོགས་ལ་གཟིགས་པ་ཡིན་ན། ཨོ་དེ་འདྲས་བྱེད་དུས་ནས་ཕྱི་སྐྱོང་ཆེན་པོ་དེ། ད་ཁ་པ་གཟིགས་ཁར་ཙང་ཁེ་ཉིན་དུ་བ་ཅིག་ལ་ཆོང་བཤའ་རྒྱུ་འདྲ་བོ་ཞིག་རྩ་བ་ཉིད་ནས་མ་རེད། ཨོ་དེ་བྱེད་དུས་ད་ཆོང་རབས་ལོ་རྒྱུས་དང་ལྡན་པ། བོད་མི་མང་གི་མངོན་འདོད་དང་མཐུན་པ། འཕགས་པ་སྤྱན་རས་གཟིགས་དང་བོད་མི་མང་གཉིས་ཀྱི་བར་གྱི་ང་རང་ཚོ་བོད་མི་རིགས་ཀྱི་རྩ་བའི། ཨ་ནེ་སྒྲོམ་གཞི་དེ་ལ་མེད་དུ་མི་རུང་བ་ཅིག་ཡིན་པ། ཨ་ནི་ང་རང་ཚོའི་ཁྲིམས་དོན་གྱི་གནས་ཚད་དང་ཡོངས་སུ་མཐུན་པ་བཅའ་ཁྲིམས་ཀྱི་དགོངས་དོན་དང་ཡོངས་སུ་མཐུན་པ། འོ་དེ་འདྲ་བྱེད་དུས་ཨ་ནི་ཆེད་སྐྱོང་གདན་འདྲེན་ཞུ་དགོས་ཡ་འདི་ཟུ་ཚང་མ་ལོ། ཨ་ནི་ཆེད་སྐྱོང་གི་བཀའ་ལུང་དང། སྐར་ཚེ་སྒོར་འདི་ཟུ་ཡོངས་རྫོགས་ལོ་ཨ་ནི། དམངས་གཙོ་དང་མཐུན་པ་ཅིག་ད་རང་བཞིན་གྱི་ད་ཆགས་བསྡད་ཡོད་རེད། འོ་དེ་ཅི་ཡོད་ཞུས་ན་འདྲ་བསམ་བསམ་འདྲ་བོ་ཅིག་དྲན་སོང་ཨ་ནི། མི་སྒེར་སོ་སོ་དང་སོ་སོ་གི་ཚོགས་པ་འདྲ་བོ་དང་ཆོལ་ཁ་འདྲ་བོ་ཅིག་ལ་ཐུག་ཡོང་ན། ཨ་ནེ་རྦད་ལྟེ་རང། རྦད་ལྟེ་ག་རེ་ཟེར་བོ་རེད་གོ། མགོ་གི་མགོ་དྲིན་ཆེན་གི་བླ་མ་ཡིན་ན་ཡིན་པས་ལྟེ་མེད་སྟོང་རྐྱང། ཨ་ནེ་བར་གི་དྲིན་ཆེན་གི་ཕ་མ་ཡིན་ན་ཡིན་ཕར་ཟེར་ཨ་ཡིག་རྐྱང། ཨ་ནེ་ཆེ་ཆུང་སོང་མ་ཡིན་ན་ཡིན་རྦད་དེ་ཁ་སྟོང་རྐྱང་བྱེད་ཀི་བསྡད་པ་ཡིན་ན་ཨ་ནེ་ཏག་ཏག་བསྡད་ཀི་ཡོད་མ་རེད་བསམ་གི་འདུག་དེ་རྣམ་པ་ཚོས་མཁྱེན་གི་རེད་བ། གནས་སྟངས་དེ་འདྲའི་ལ་བརྟེན་ནས་ཨ་ནི་མི་ཉུང་ཤས་ཅིག་ད་ལྟ་དེ་རང་སང་ཉལ་འདུག་སྲིད་སྤྱི་ཚོགས་ནང་ལ་འདུག་སྲིད་ལྟ་བསྡད་པ་ཡིན། ཞི་བུ་ཅིག་ཨ་ནི་གང་བྱུང་མ་བྱུང་བཤད་རྒྱུ་དེའི་ཐོག་ནས་ག་རེ་ཆགས་ཀྱི་ཡོད་རེད་ལབ་ན། བོད་མི་རིགས་ཀྱི་ཨ་ནི་གཏམ་བདེན་གྱི་གཏམ་གཙང་གི་ལྷ་མི་གཉིས་ཀྱི་ནང་ལོགས་ནས་སོ་སོ་སོ་སོ་བེད་འགྲོ་གི་ཡོད་རེད། སོ་སོ་སོ་སོ་བེད་འགྲོ་བ་ཡིན་ན་བོད་མི་མང་དང་བོད་མི་རིགས་ལ་གྱོང་ག་སྐྱེ་རག་གི་མ་རེད། དེ་འདྲའི་གི་བསམ་སྤྱོད་ཡོད་མཁན་དེ་ཚོ་བོད་མི་རིགས་དང་བོད་མི་མང་གི་ནང་ལོག་ནས་སོ་སོ་སོ་སོ་བེད་འགྲོ་ཡག་གི་ཨ་ནེ་རྒྱུ་སྤྲིང་གི་བསྡད་པ་ཡིན་ན། ཨ་ནེ། ལོ་བཅོ་ལྔ་ཉི་ཤི་གི་རྗེས་ལ་སོ་སོ་གི་གནས་སྟངས་ག་འདྲས་ཆགས་གི་རེད། སོ་སོ་གི་བུ་རབས་ཚ་རྒྱུད་ག་འདྲས་ཆགས་གི་རེད། སྐྱེ་བ་སྔ་ཕྱི་ཁས་ལེན་མཁན་ཞིག་ཡིན་པའི་ཆ་ནས་སོ་སོ་གི་སྐྱེ་བ་རྗེས་མ་དེ་ག་འདྲས་སུ་ཆགས་ས་རེད། ཨོ་དེ་ཚོ་བསམ་བློ་གཅིག་བཏང་པ་ཡིན་ན། ཨ་ནེ་བེད་ད་ག་རེ་སེ་གོ་རེ་གོ་ཡ་ང་བ་འདྲ་བོ་ཅིག་ད་རེད་བ། དེ་བྱས་དུས་ཨ་ནེ་ལྷག་པར་དུ་དམ་གཙང་གི་བོད་ཀྱི་ལྷ་མི་མང་པོ་ཞིག་ཨ་ནེ། བརྟན་པོ་བྱས་ནས་ཟིན་ན་ཡང་མི་འདུག་བཟོད་པ་སྒོམ་ནས་བཞུགས་བསྡད་ཡོད་རེད། ཁོང་རྣམ་པ་ལ་མུ་མཐུད་ནས་ཨ་ནེ་ཕོག་ཐུག་འདྲ་བོ་དེ་འདྲ་བཏང་གི་བསྡད་པ་ཡིན་ན། ཕོག་ཐུག་བཏང་མཁན་གྱི་རིགས་སུ་གྱུར་བ་དེ་ཚོས་ག་དུས་ཡིན་པ་ཡིན་ན་ཅིག་ཉོག་དྲ་བཟོ་ཡག་ཅིག་དང་ཨ་ནེ་ལན་ག་ཚོད་ཡག་རྐྱང་རྐྱང་བྱས་བསྡད་པ་ཡིན་ན། ནི་སོ་སོ་སོ་སོ་བོད་མི་རིགས་ཀྱི་གྲས་ནས་ནི་རང་བཞིན་མེད་ལ་ཕེབས་ཀྱི་ཡོད་པ་དེ་ད་ཧ་གོ་དགོས་རེད་བ། ངས་དེ་སྔ་ཡང་གྲོས་ཚོགས་ནང་ནས་ཞུས་མྱོང། ཕྱི་བཞིན་དུ་ཆབ་སྲིད་སྐྱོང་བ་ཕྱི་ཤོག་པ་གང་ཟག་རྩ་བའི་ང་ཚོའི་བཅའ་ཁྲིམས་ཀྱི་དགོངས་དོན་དང་མཐུན་པ། ཇུས་དོན་དང་མཐུན་པ། དེ་འདྲ་ཡིན་ཙང་ནི་རྒྱལ་ཁབ་ཀྱི་སྲུང་དམག་ལ་དེ་འདྲ་བྱས་ནས་ཞུས་བསྡད་པ་ཡིན་ན། དེ་ལ་འདོད་པ་མེད་ན་སོ་སོ་བཅའ་ཁྲིམས་འོག་ནས་ཐོན་བཞག་ན་ཡག་གི་རེད་ཟེར་ནས་ང་དེ་འདྲ་ཞུས་མྱོང་སྔོན་མ་ཡིན་ན་གྲོས་ཚོགས་ནང་ལ་ཡིན་ནའི་འོག་ཏུ་བྱས་དུས། བཙན་པོ་གི་སྐབས་ནས་གཞུང་འབྲེལ་གྱི་སྲུང་མ་ལ་གདན་འདྲེན་ཞུས། ལྷག་པར་དུ་རྒྱལ་བ་ལྔ་བ་ཆེན་པོ་ཁ་ནས་བསྐྱར་ནན་ལྟ་བུའི་གནས་གཞུང་སྟེང་གི་སྲུང་མའི་གནས་སྲུང་མ་མར་ནག་གཉིས་ཟེར་ནས་རྦད་དེ་གཙོ་བོ་ཆགས། དེ་ནས་ཨ་ནི་ད། རྒྱལ་བ་ཐམས་ཅད་མཁྱེན་པ་སྐུ་འཁྲུངས་ཆུ་བཞི་བ་ཆེན་པོའི་སྐབས་ལ། ཨ་ནི་བོད་ཀྱི་རྦད་དེ་རྒྱལ་ཁབ་ཀྱི་ངོ་བོ་མཚོན་པའི་རྒྱལ་དར་གྱི་ནང་ལ་ཡིན་ན་ཡང། སྲུང་མ་དམར་ནག་གི་མཚོན་དོན་ཡོད་བསྡད་པ་ཅིག་ཡིན་པ། ཨ་ནི་ལྷག་པར་དུ། གནས་ཆུང་ཆེ་ཁྱུང་ཆེན་པོ། ངས་ད་གིས་གོང་དུ་ཞུས་པ་ནང་བཞིན། སྔོན་ནས་དྲངས་ནས་བོད་ཀྱི་རྦད་དེན་སྲིད་ལུགས་ཉིད་ལྷག་པར་དུ་བོད་ཀྱི་ཆབ་སྲིད་ཀྱི་སྲུང་མ་ཡིན་པ་གི། ད། གནས་ཚུལ་དེ། ཨ་ནི་སྔ་ཕྱི་བར་གསུམ་གི་གནས་ཚུལ་ཚང་མ་གང་འགྲིག་ཡོང་ན། དེ་འདྲའི་ཅིག་ཡིན་པ་དེ་ད་གསལ་པོ་རེད་བ། དེའི་ཆ་ནས་ནི། བོད་རྒྱལ་ཁབ་དང་བོད་ཀྱི་གཞུང་སྟེང་གི་སྲུང་མ་ལ། དེ་འདྲའི། ཞུ་ཡ་གི། མི་སུ་གཅིག་ལ་ཡིན་པ་ཡིན་ན་གཞི་མེད་གི། དེ་འདྲའི་ཞུ་ཡ་གི། གནས་སྟངས་ཅིག་རྩ་བ་ཉིད་ནས་ཡོང་བ་མ་རེད་ལ། མི་མང་གི་མངོན་འདོད་དང་རྩ་བ་ཉིད་ནས་མཐུན་གི་ཡོང་བ་མ་རེད། ཨ་ནི་རྒྱ་ཆེའི་མི་མང་ཡིན་པ་ཡིན་ན།